བོད་ཕྱི་ནང་གཉིས་ལ་བཞུགས་པའི་ང་རང་ཚོའི་བླ་ཆེན་རྣམ་པ་དང། ཡང་ན་མཁན་པོ་བླ་སྤྲུལ། དགེ་འདུན་འདུས་པ་རྒྱ་མཚོ། འདའ་ཁ་ན་ཤིང་དེ་བྱིན། ཁྱིམ་པ་ཕོ་མོ་བཅས་ཚང་མ་ལོགས་ལ་ཞུ་ཡག་ལ། ད་རེས་ད་བོད། ཤིང་ལུག་གནམ་ལོ་གསར་དུ་ཞེས་པའི་དགའ་སྟོན་རྟེན་འབྲེལ་ལ། སྙིང་ནས་མཛའ་ཞིང་བརྩེ་བའི་འཚམས་འདྲི་དང་འབྲེལ་བའི་ཐོག་ནས། གཙང་མ་ལོག་ལ་ཡང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ང་རང་ཚོ་ད་སྔོན་གྱི་ལུགས་སྲོལ་ལ་ཡང་གནམ་ལོ་གསར་པ་ཚེས་ཡུང་དུས་སྐབས་ལ་ཡང་དེ་ནི་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས། ཨེ་མ་ཕག་གྲུ་སྐུ་ཁམས་བཟང། གཏན་དུ་བདེ་བ་ཐོབ་པར་ཤོག་ཟེར་ནས་གང་དག་ཅིག་ལོ་གསར་པའི་ནང་ལ་ཡང་བཀྲ་ཤིས་པ་དང།

དེ་ཡིན་ན་ཡང་འདི་ནི་ང་རང་ཚོ་ནང་པ་སངས་རྒྱས་པའི་རྟགས་གང་ཞིག་རེད། ལུགས་ལ་ཨེ་འདི་སྨོན་ལམ་རྒྱག་ཡ་དེ་གལ་ཆེན་པོ་རེད་དེ་ཡིན་ན་ཡང་གཙོ་ཆེ་ཤོས་དེ་ང་རང་ཚོའི་བདེ་སྡུག་གི་གནས་ཚུལ་གང་བྱུང་པ་དེ་ཚང་མ་ལོག་རང་རང་གི་ལས་བཟང་ངན་བསགས་པ་ལ་བརྟེན་ནས་བྱུང་བ་གསུངས་པ་ཡིན་པ་རེད་དེ་འདྲ་ཡིན་དུས་ཙང་ནས་འདས་པའི་ལོའི་ནང་ལ་ཡང་ང་རང་ཚོའི་རྟགས་ག་རེ་བྱུང་འདུག་གྲུབ་འབྲས་ག་རེ་བྱུང་འདུག་ཡར་གར་བྱེད་དོ་དུ་བ་གར་བྱེད་དོ། འདི་ཡི་ནོར་འབྲུ་གར་བྱེད་དོ་དེ་སྐད་དེ་ལ་ཡང་བསྐྱར་ཞིབ་བྱས་ནས་ཨེ་ནི་གང་དག་ཅིག་ནོར་འབྲུ་དག་ཅིག་གར་སོང་བ་རེད་ད། ཅིག་མི་དགེ་བའི་ལས་གང་བྱས་ཡོད་པ་དེ་སྐད་དེ་ལ་ཡང་ཨེ་ནི་འགྱོད་བཤགས་བྱ་ཡག་དང། ཨེ་ནི་དགེ་བའི་ལས་ཀྱིས་མཚོན་པའི་དག་ཅིག་ཡར་ག་རེ་བྱས་ཡོད་ནས་དེ་གས་ལ་ཡར་ཨེན་རྗེས་སུ་ཡི་རངས་ཨ་ཐུང་སི་བྱས་པ་ཡིན་ན་ཨེ་མི་རྗེས་སུ་ཡི་རངས་བྱས་པ་ལ་བརྟེན་ནས་ཨེ་ནི་དགེ་བའི་ནུས་ཤུགས་འཕེལ་འགྲོ་ཡག་དང་ཨེ་ནི་འགྱོད་བཤགས་བྱས་པ་ལ་བརྟེན་ནས་ཨེ་ནི་མི་དགེ་བའི་ཁ་སོགས་ལས་ཐམས་ཅད་མ་ནུས་ཤུགས་ཆུང་རུ་འགྲོ་ཡག་ཨོ་ད་དེ་འདྲས་བྱས་ནས་གསུངས་པ་ཡིན་པ་རེད་དེ་འདྲས་ཡིན་དུས་རྩ་ནས་ད་གང་ལྟར་ལོ་གསར་པ་འདིའི་ནང་ལ་ཚང་མ་ལོ་བཀྲ་ཤིས་པ་དང་ཕུན་སུམ་ཚོགས་པ་ཅིག་ཡོང་དང་མི་ཡོང་ཟེར་ཡག་དུས་གཙོ་བོ་ཨེ་ནི་རང་རང་གི་བ་གས་དང་ལས་ལ་རག་ལས་པ་ཡིན་པ་ལས་ལས་ལས་འཇིག་རྟེན་སྣ་ཚོགས་བྱུང་ཟིན་གསུངས་པ་ཡིན་དུས་རྩ་ནས་དེ་ནི་དེ་འདྲས་ཡིན་དུས་རྩ་ནས་ད་མི་སུ་ཡིན་ན་སུ་དེ་ཡིན་སུ་ཡིན་ནས་ང་རང་ཚོ་ནང་པ་གཙོས་པའི་ད་གང་ལྟར་འཇིག་རྟེན་གྱི་ཁམས་འདིའི་འགྲོ་བ་མིའི་མཚོན་པའི་སེམས་ཅན་ཚང་མ་ལོ་ཨེ་ནི་བདེ་བ་འདོད་ཀྱི་ཡོད་རེད་བདེ་སྐྱིད་འདོད་ཀྱི་ཡོད་རེད་སྡུག་བསྔལ་འདོད་ཀྱི་ཡོད་མ་རེད་དེ་འདྲས་ཡིན་དུས་རྩ་ནས་སྡུག་བསྔལ་མི་འདོད་པ་ཡིན་ན་དེ་ནི་སྡུག་བསྔལ་གྱི་རྒྱུ།

ཅིག་གྲུབ་འབྲས་ཡག་པོ་ཞིག་ཡོང་ཡག་ལ་ཡང་ཚང་མས་སོ་སོས་འབད་བརྩོན་བྱས། བྱས་བྱས་གང་ལྟར་གྱི་སྡིག་པ་མི་དགེ་བའི་ལས་ཕྲ་ཞིང་ཕྲ་བ་ནི་ཡིན་ནས་སྤང་ཡག་དང། ཨ་མི་དགེ་བའི་ལས་ཆེ་ཆུང་གང་འདྲས་ཀྱི་ཡིན་ན་ཡང་འབད་བརྩོན་ཆེན་པོ་བྱས་ནས་འགྲུལ་བ་ཅིག་བྱུང་བ་ཡིན་ན། ཨ་མི་དེ་ལ་བརྟེན་ནས་ཨ་མི་ལེགས་ཚོགས་མཐའ་དག་རང་བཞིན་གྱིས་ཡོང་བསྡད་ཡག་ཅིག་ཡོང་གི་ཡོད་པ་རེད་བཤད་ཚང་འདི་འདྲ་ཡིན་དུས་རྩ་ནས་ཚང་མ་ལོག་དགོས་པའི་ཐུགས་ལ་འཇགས་པའི་ཐོག་ནས། དགེ་སྡིག་གི་བར་གྱི་བླང་དོར་ཚུལ་བཞིན་དུ། ཡོམ་ཐུབ་ཡག་ལ་ཡང་དགའ་དགའ་ལོ། འབད་བརྩོན་རྒྱ་མི་ཆུང་བ་གནང་རོགས་གནང་ཟེར་ཞུ་ཡག་བཏང། འདི་ནི་ང་རའི་ངོས་ནས་ཡིན་ན་ཡང། ད་རང་ཚོ་གཅིག་དགོན་སྡེ་ཁག། བོད་དུ་ཡིན་ནས་ངས་ལབ་གི་ཡོད་ད་ང་རང་ཚོ་ཆོས་དུ་མ་སོང་ནས་ཆོས་མིན་ཡོད་ས་དེ་ཨེ་ནི་བོད་གངས་ཅན་གྱི་ལྗོངས་ང་རང་ཚོའི་ཕ་ཡུལ་བོད་གངས་ཅན་གྱི་ལྗོངས་རེད་ཡོད་པའི་དགོན་པ་དེ་སྐྱེ་དེ་རེད་དེ་སྐྱེ་དེ་དངོས་གནས་དྲང་གནས་ཕ་སྐད་ཅིག་དང་དགེ་འདུན་འདུས་ཚོགས་རྒྱས་པ་དང་ཐུགས་མཐུན་ཁྲིམས་གཙང་ཡོང་བ་དང་ཤེས་སྒྲུབ་ཆོས་སྤྱོད་འཕེལ་བ། ཅིག་བྱུང་བ་ཡིན་ན་ཨེ་ནི་ཛམ་བུ་ལིང་ཕྱོགས་ག་ས་ག་ལ་ཡང་བསྟན་པ་སྤྱི་དང་བྱེ་བྲག་བར་ག་ཡི་དར་རྒྱས་གོང་འཕེལ་ཡོང་དང་ཡོང་རྒྱུའི་ཞི་ཕྲུག་བྲིས་པ་རེད། ཨེ་ནི་ང་རང་ཚོ་ཆུ་མ་སོང་ཆུ་མི་ཡོད་ས་རེད། ཇི་བཞིན་མ་བྱུང་བ་ཡིན་ན་ཨེ་ནི་ཕྱི་ལོགས་ལ་ཡོད་པ་ག་ཚད་ཡོད་པ་ཡིན་ནའི་དེ་ཞི་བ་ཞི་བ་ཅིག་ས་བརྟན་ཡུན་དུ་གནས་ཐུབ་ཡག་ཅིག་ཁ་པོ་རུ་ཆགས་ཀྱི་ཡོད་ལ་ཆེ་ཚང་འདི་འདྲ་ཡིན་དུས་ཙང་ནས་ཨེ་ནི་ཚང་མ་ལོག་གི་པས། ད་ལྟ་ན་ཤིང་ཆེན་ནི་བསྟན་པ་སྤྱི་དང་བྱེ་བྲག་ཚང་མ། མི་ཉམས་གོང་འཕེལ་ཨེ་མི་ཉམས་པ་སོར་ཆུད། ཡོང་ཡག་ལ་ཡག་ཐུགས་ཁུར་རྒྱ་མི་ཆུང་བ་གནང་རོགས་གནང་ཞེས་ཞུ་ཡག་དང། ཨེ་མི་བསྟན་པ་རྒྱས་པ་དེ། ཁ་སོ་རེ་གཅིག། སྦྱིན་བདག། དེ་བཞིན་མི་མང་ཆོས་བརྒྱུད་མི་མང་ལ་ཞི་རགས་རགས་ལེན་གྱི་ཡོད་རེད། ད་ནི་ད་གྲྭ་བ་ཡིན་ནི་མི་མང་ནི་ཡག་ཡོང་གི་ཡོད་རེད་ད་ག་ན་བཞིན་ཅིག་གིས་ནི་གྱོད་འདི་ཡིན་ནི་འཚོ་བ་ཅིག་འཚོ་བའི་མཐུན་རྐྱེན་ཡིན་ན་ཡང་མི་མང་ནི་ཡག་ཡོང་གི་ཡོད་རེད་འདྲེ་ཡིན་འདྲེ་ཚ་ནི་ཡིན་ནི་དེ་བཞིན་ཕོ་མོ་ཚོ་ཡིན་ན་ཡང་ནི་ཁྱེད་རང་ཚོ་ཚང་མ་ལོག་གི་ཅིག་སྡིག་པ་སྤང་ཡག་དང་དགེ་བ་སྒྲུབ་ཡག་དེ་རིང་ག་ཚ་ཅི་གནང་བཤད་ན་མ་ལྷག་པར་དུ་བོད་ནང་ལ་ཡག་ད་ཞེ་དྲག་གི་དགོན་སྡེ་ཁག་བླ་མ་ཚོ་གི་སློབ་སྟོན་གནང་པའི་ཐོག་ནས་གང་ཅིའི་ཐོག་ལ་ཡག་ཞེ་དྲག་གི། ལྷ་གསུམ་དང་རྒྱལ་བ་བཅུའི་ཁྲིམས་བསྲུང་བྱས། དགེ་བཅུའི་ཁྲིམས་ཀྱི་ཐོག་ནས་ཞེ་དྲག་ཡར་རྒྱས་འགྲོ་གི་ཡོད་པ་དེ་འདྲའི་གོ་བ་བྱུང་ཞེ་དྲག་དགའ་པོ་བྱུང་གཉིས་ནས་རྗེས་སུ་ཡི་རངས་ཡོད་ད་རུང་ཡིན་ན་ཡང་དེ་ལྟ་བུའི་ཚུལ་གྱི་སྒོ་ནས་གང་དག་ཅིག་དགེ་བའི་ལས་སྒྲུབ་ཡག་དང་སྡིག་པ་སྤང་ཡག་ཨང་ང་ར་ངོས་ནས་ཡིན་ན་ཡང་དད་ཅིང་ཕོ་མོ་ཚོ་ཡིན་ན་ཡང་ཕྱི་ནང་གི་རྒྱ་རྐྱེན་མཐའ་དག་ཞི་ཞིང། ཚེ་བསོད་ལེགས་ཚོགས་ཐམས་ཅད་གོང་ནས་གོང་དུ་འཕེལ་ཞིང་རྒྱས་པ་དང། བསམ་པའི་དོན་ཐམས་ཅད་དེ་ནི་ཆོས་དང་མཐུན་པའི་སྒོ་ནས་ཡིད་བཞིན་དུ་འགྱུར་བའི་ཡང་གི་སྨོན་ལམ་རྟག་པར་རྒྱག་གི་ཡོད། ཨེ་མི་དེ་རིང་ཚང་མ་ལ་ལ་ཐུག་ལ་བཞག་པ་ན་ལ་ན། ཨེ་མི་ཡང་བསྐྱར་གང་ལྟར་ཚང་མ་ལོ་ལ་ཡང་འཚམས་འདྲི་དང་བཀྲ་ཤིས་བདེ་ལེགས། ཞིག་ཡོད་བཞིན་ཞུ་ཡག་ཡིན་ཐུགས་རྗེ་ཆེ།